སློབ་ཚན་བཅུ་གཉིས་པ་ལྕགས་རི་ལག་གཉིས་གཅིག་ཅར་དུ་སར་ལྷུང་བ་བྱ་ལོ་ལེ་ནི་དུས་རབས་བཅུ་བདུན་པའི་སྐབས་ཀྱི་གཡུ་ཐ་ལའི་རླབས་ཆེ་བའི་ཚན་རིག་པ་ཞིག་ཡིན་ཁོས་སློབ་གྲྭ་རུ་སློབ་སྦྱོང་བྱེད་སྐབས་སློབ་གྲོགས་རྣམས་ཀྱིས་ཁོ་ལ་རྩོད་པ་བ་ཞེས་འབོད་ཅིང་ཤེས་ལྡན་པའི་གནད་དོན་སྣ་ཚོགས་ནི་དོན་ཟབ་ཅིང་རྟོགས་དཀའ་བས་རྒྱུན་པར་དགེ་རྒན་གྱིས་ཀྱང་ལན་གསལ་བོ་ཞིག་འདེབས་མི་ཐུབ། སྐབས་དེར་ཚན་རིག་ལ་ཞིབ་འཇུག་བྱེད་མཁན་ཚང་མས་ཨ་རི་སི་ཐོ་ཐེ་ལ་མི་གིས་ཚད་མེད་བྱས་པ་རེད། ལོ་ངོ་ཉིས་སྟོང་ལྷག་གི་ཡར་སྔོན་གྱི་ཞི་ལིའི་མཚན་ཉིད་རིག་པ་འོས་གསུངས་ནི་སུས་ཀྱང་དག་བཅོས་བྱེད་མི་ཆོག་པའི་བདེན་དོན་ཞིག་ཏུ་བརྩི་བཞིན་ཡོད། མི་ཚོས་ཨ་རི་སི་ཐོ་ཐེའི་ལྟ་བར་དོགས་པ་བྱས་ན་མི་རྣམས་ཀྱིས་དེར་ཁྱོད་ཀྱིས་ཅི་ཞིག་བྱེད་འདོད་པ་ཡིན། མིའི་རིགས་ཀྱི་བདེན་དོན་དང་འགལ་འདོད་དམ་ཞེས་སྡུག་མོ་བྱེད་པ་རེད། ཨ་རི་སི་ཐོ་ཐེའི་སྔོན་ཆད་འདི་ལྟར་གསུངས་མྱོང་སྟེ། སྒྱུ་རྩལ་པང་བཅུ་ཅན་གྱི་ལྕགས་རིལ་གཅིག་དང། པང་གཅིག་ཅན་གྱི་ལྕགས་རིལ་གཅིག་དུས་གཅིག་ཏུ་བར་སྣང་ནས་མར་ལྷུང་ན་པང་བཅུ་ཅན་གྱི་ལྕགས་རིལ་དེ་ཐོག་མར་ཚར་འབབ་པ་ཁོ་ཐག་ཡིན་ལ། དེའི་མགྱོགས་ཚད་ནི་པང་གཅིག་ཅན་གྱི་ལྕགས་རིལ་གྱི་ལྡབ་བཅུ་ཡིན། ཞེས་བཤད་པའི་སྐད་ཆ་དེར་ཅཱ་ལི་ལས་དོགས་པ་ཟ་བཞིན་ཡོད། ཁོས་བསམ་པར། གལ་ཏེ་སྐད་ཆ་དེ་བདེན་པ་ཡིན་ན་ལྕགས་རིལ་དེ་གཉིས་ཕན་ཚུན་དོགས་ནས་མར་ལྷུང་དུ་བཅུག་ན་སྒྱུ་རྩལ་དལ་བ་དེས་སྒྱུ་རྩལ་མྱུར་བ་དེ་ཕྱིར་འཐེན་སྲིད་པས་མར་ལྷུང་བའི་མྱུར་ཚད་དེ་སྒྱུ་རྩལ་པང་བཅུ་ཅན་གྱི་ལྕགས་རིལ་ལས་དལ་ན་འགྲིག་འོན་ཀྱང་གལ་ཏེ་ལྕགས་རིལ་དེ་གཉིས་བསྡམས་ནས་རྙེད་གཟུགས་གཅིག་ཏུ་བྱས་ན་དེའི་སྒྱུ་རྩལ་ནི་པང་བཅུ་ཡིན་པ་དང་མར་ལྷུང་བའི་མྱུར་ཚད

མཐོ་ས་ནས་མར་ལྷུང་བའི་དུས་སུ་ནམ་ཡང་དུས་གཅིག་ཏུ་སར་འབབ་པ་དང་ལྕགས་སྒྲིལ་མར་ལྷུང་བའི་མགྱོགས་ཚད་ནི་ལྕགས་སྒྲིལ་གྱི་ཡང་སྤྱི་ལ་འབྲེལ་བ་ཅི་ཡང་མེད་ཅེས་བཤད། ཅཱ་ལི་ལེ་ནི་དེ་དུས་ལོ་ཉེར་ལྔ་ཡིན་པར་མ་ཟད་རྩིས་རིག་གི་དགེ་རྒན་ཆེན་མོའི་ལས་ཐོབ་བླངས་ཡོད། ཁོས་སློབ་མ་རྣམས་ལ་ཚོད་ལྟ་མཇུག་འབྲས་ཁྱབ་བསྒྲགས་བྱས་པ་དང། དེ་དང་མཉམ་དུ་པི་སཱ་གྲོང་ཁྱེར་གྱི་མཆོད་རྟེན་ཡོད་མེད་ཡང་ཐོག་ནས་ཀུན་ལ་བལྟས་ནས་ཚོད་ལྟ་ཐེངས་གཅིག་བྱེད་རྒྱུ་བྱས། གནས་ཚུལ་དེ་མྱུར་དུ་གྲོང་ཁྱེར་ཡོངས་ལ་ཁྱབ། ཉིན་དེར་མི་མང་པོས་མཆོད་རྟེན་ཡོད་མེད་མཐའ་བསྐོར་ནས་གནད་དོན་དེའི་བདེན་རྫུན་གྱི་ཤན་འབྱེད་པར་བསྒུགས། གནའ་རབས་ཀྱི་མཚན་ཉིད་རིག་པ་བ་ཨ་རི་སི་ཐོ་ཐིའི་དཔྱད་པ་འགྲིག་གམ་ཡང་ན་ལོ་ན་གཞོན་པའི་རྩིས་རིག་གི་དགེ་རྒན་ཆེན་མོ་ཅཱ་ལི་ལིའི་དཔྱད་པ་འགྲིག་གམ། མི་ལ་ལས། གཞོན་ནུ་དེས་ཨ་རི་སི་ཐོ་ཐི་གསུངས་ལའང་དག་བཅོས་བྱེད་ཕོད་པས་ངོ་མ་སྙིང་སྟོབས་ཆེ་ཚུལ་མི་སེམས་པ་ཞིག་རེད། ཅེས་ཟེར་བ་དང། ཡང་མི་ལ་ལས། ཅུང་ཙམ་འགོར་ན་ཁོས་ཨུ་ཚུགས་བྱེད་མི་ཕོད་དོ་ནུབ་གཉིས་ལ་སྙིང་རྗེ་མེད་པས་ཁོ་ལ་ངོ་ཚ་གཏོང་ངེས་ཡིན། ཞེས་ཟེར། རྒྱ་ལི་ལས་མཆོད་རྟེན་ཡོད་མེད་ཡང་ཐོག་ནས་མངོན་བྱུང། ཁོས་ལག་གཡོན་པར་པང་བཅུ་ཅན་གྱི་ལྕགས་རིལ་གཅིག་བཟུང་ཡོད་པ་དང། ལག་གཡས་པར་པང་གཅིག་ཅན་གྱི་ལྕགས་རིལ་གཅིག་བཟུང་ཡོད། ཁོས་ལྕགས་རིལ་དེ་གཉིས་དུས་གཅིག་ཏུ་ལག་ནས་བཏང་བ་ན་བར་སྣང་ནས་མར་ལྷུང། ཅུང་ཙམ་འགོར་རྗེས། མཆོད་རྟེན་ཡོད་མེད་མཐའ་སྐོར་གྱི་མི་ཚང་མས་མཚར་སྣང་དང་བཅས་ཏེ་སྐད་བརྒྱབ་བྱུང། དེའི་རྒྱུ་མཚན་ནི་ཇཱ་ལི་ལིས་བཤད་པ་ལྟར་ལྕགས་རིལ་དེ་གཉིས་གཅིག་གྱུར་དུ་སར་བབས་པ་དངོས་སུ་མཐོང་བའི་རྐྱེན་གྱིས་ཡིན། དེ་དུས་ད་གཟོད་མི་རྣམས་ཀྱིས་ཨ་རི་སི་ཐོ་དེ་ལྟ་བུའི་མཚན་ཉིད་རིག་པ་བ་ཆེན་མོའི་གསུང་དབྱངས་ཚང་མ་འགྲིག་པའི་ངེས་པ་མེད་པ་རྟོགས་སོ། མ་ན་རོ་མོ་ས་བཞག་མི། ཀ་ཞབས་ཀྱི་ཀི་ས་བཞག་ཀི། མི་ཀི། ཅ་ཀི་གི་ཅི་ཀ་བཞག་ཅིག། ཅ་ར་བཞག་ཅར། ཅིག་ཅར། མ་ཚ་ན་བཞག་མཚན་ཉ་གུ་གུ་ཉི་ད་བཞག་ཉིལ་ར་གུ་གུ་རུ་ག་བཞག་རུག་པ་མཚན་ཉིལ་རུག་པ། བརྡ་འབྲི་ངེས་བདེ་ན་བཞག་བདེན་ལྟ་ན་རོ་ལྟོ་ན་བཞག་དོན་བདེན་དོན